ང་ནི་ཁྱི་ནག་ཚོའི་ཁྲོམ་སྡེ་དཀྱིལ་འཛོམས་ཡིན་བསྐྱར་དུ་གནམ་ལྷན་རྒྱས་སུ་དང་ཞལ་མཇལ་བྱུང་བར་དགའ་སྤྲོ་མཆིས་ད་ད་ལྟ་ང་ཡོད་སའི་ས་ཆ་འདི་ཨ་ནེ་རེའུ་དགེ་ལུགས་པའི་གདན་ས་ཆེན་པོ་དགའ་ལྡན་གྱི་ཆོས་རའི་ནང་ལོགས་ལ་ཡ་རེད་ད་རིང་བོད་ཟླ་བཅུ་པའི་ཚེས་ཉི་ཚེས་ལྔ་དགའ་ལྡན་ལྔ་མཆོད་ཆེན་པོ་ཡང་མེད་ན་རྗེ་ཙོང་ཁ་པ་བློ་བཟང་གྲགས་པ་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་རྗེས་དུས་མཆོད་ཀྱི་ཉིན་བདུན་བདུན་ཙམ་པར་ང་ཚོ་དགའ་ལྡན་ལ་ཡར་མཆོད་མེ་ཞལ་ཁ་ཆེ་ཁག་སླེབས་བསྡད་ཡོད་ད་རྒྱུ་མཚན་ཁ་ཤས་ལ་བརྟེན་ཆེད་མཆོད་རྟེན་ཁྲི་ལ་ཡང་མཆོད་ཡུམ་ཞལ་ཁ་ཕྱེ་ཆོག་མི་འདུག་བྱས་ཙང་མི་དམངས་མང་པོ་ཞིག་བོད་ཁའི་ཆོས་རའི་དཀྱིལ་དེ་བ་ལ་ཡང་ནས་མཆོད་མེ་ཞལ་ཁ་ཕྱེ་རྗེས་བཞུགས་གནང་བཞག། དེ་རིང་གི་རླབས་ཆེན་གྱི་གོ་སྐབས་འདི་སེམས་ཅན་རྣམས་ལྷན་རྒྱས་ཚོ་ལ་ཡང་རྗེ་ཙོང་ཁ་པ་བློ་བཟང་གྲོགས་པོ་མཆོག་གི་སྐུ་ཚེའི་ལོ་རྒྱུས་སྙིང་བསྡུས་ཅིག་རྣམས་ལྷན་རྒྱས་ཚོ་ལ་ཡང་མཉམ་སྤྱོད་ཞུ་འདོད་བྱུང། རྗེ་ཙོང་ཁ་པ་བློ་བཟང་གྲོགས་པ་མཆོག་ཁོང་ནི་རབ་བྱུང་དྲུག་པའི་མི་ཚེ། སྤྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་ལོ་ལ་མདོ་སྨད་ཙོང་ཁའི་ཡུལ་ལ་སྐུ་འཁྲུངས་དང་ཡབ་ད་ར་ཁ་ཆེའི་ཀླུ་འབུམ་སྐྱིད་དང་ཡུམ། ཤིང་བཟའ་ཨ་ཆོས་གཉིས་ཀྱི་སྲས་ལ་སྐུ་འཁྲུངས་གནང། དགུང་ལོ་གསུམ་ལ་ཕུ་དུད་ཙམ་པར་རྒྱལ་བ་ཀ་མོ་པ་སྐུ་འཕྲེང་བཞི་པ་རོལ་པའི་རྡོ་རྗེ་མཆོག་གི་ཞབས་དྲུང་ལ་དགེ་བསྙེན་གྱི་སྡོང་པོ་ཞེས་བྱའི་མཚན་ལ། ཀུན་དགའ་སྙིང་པོ་བསྐྱེད་ཐུབ་དེ་ནས་དགེ་ཚུལ་གྱི་སྡོང་པོ་ཞེ་དུས་ཙམ་པ་ཚན་ལ་ཡར་བློ་བཟང་དྲག་པོ་བསྐྱེད་ཐུབ་བྱུང་བྱ། དེ་ནས་དགུང་ལོ་བཅུ་བདུན་ལ་ཡར་ཕེབས་དུས་ཙམ་པ་དབུས་ལ་ཡར་ཕེབས་རྗེས་ཐོས་བསམ་གྱི་སློབ་གཉེར་གནང་རྗེས་མཛད་པོ་ཁྱབ་ཆེན་པོ་མཛད་གནང་ཡོད་རེད། རབ་བྱུང་བདུན་པའི་ས་ཕག་ལོའི་སྤྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་དགུ་ལོ་ལ་ཡར་གཟིམ་ཆུང་འོད་ཟེར་འབུམ་ལ་ཡར་ཀོང་པོ་ཆོས་དབྱིངས་ལ་ཡར་ཐིམ་གནང་བྱ། ཏི་ཙེ་ལི་ཡཱ་ཆིག་སྟོང་བཞི་བརྒྱ་ཉི་ཤུ་ཐམ་པའི་ལུགས་ཀྱི་བོད་ཟླ་བཅུ་པའི་ཚེས་ཉིན་སེང་གེ་ཉིན་ལི་ཡཱ་དགའ་ལྡན་ལི་ཡཱ་རྡོ་རྗེའི་སློབ་དཔོན་བརྒྱ་ཕྲག་མང་པོས་ཀྱི་ཁོང་ལི་ཡཱ་ལྟ་རྗེས་དྲན་གནང་ཡག་གི་ཆེད་དུ་ཙོང་ཁ་པ་ཆེན་མོས་འདས་མཆོད་རྒྱ་ཆེན་པོ་མཛད་རྗེས་སྐབས་དེ་ནས་བཟུང་རྗེས་ང་ཚོ་བོད་ད་དུས་ཁམས་གསུམ་ལ་ཡོད་པའི་བོད་མི་ཚང་མ་ལ་འོག་གི་སོ་སོའི

རྗེ་ཙོང་ཁ་པ་ཁྱེད་རང་ལི་ཡ་འོས་རེད་ཟེར་རྗེས་ཨ་ཁ་བསྒྱུར་གནང་རྗེས་ཨ་རྗེ་ཙོང་ཁ་པ་ལི་ཡ་ཆུ་ཕུལ་གནང་ཤག་འདི་ག་འདྲས་ཟེར་ན། མིག་མི་བརྩེ་བའི་བདེ་ཆེན་སྤྱན་རས་གཟིགས་དྲི་མེད་མཁན་པོའི་དབང་པོ་འཇམ་པའི་ཡང་བདུད་བུ་མོ་ལུས་འཇོམས་མཛད་གསང་བའི་བདག། གངས་ཅན་མཁས་པའི་གཙུག་རྒྱན་ཙོང་ཁ་པ་བློ་བཟང་གྲགས་པའི་ཞབས་ལ་གསོལ་བ་འདེབས། ད་རིང་དགོངས་དག་མི་སྨྲ་ཡག་པོ་བསྒྲགས་གནང་ལ། ལན་རྒྱས་སེམས་གསོ་མཛད།